ཁྱེད་རང་ཚོ་དེ་མི་རབས་གསར་པ་དེས་དེ་སོ་སོའི་མངལ་ལ་ཟུར་དུ་བོད་ཡིག་ཀློག་ཆོག་བྱེད་ཡག་གི་ཅིག་ཆ་རྐྱེན་རེད་བོ། གལ་སྲིད་མེད་པའི་འོག་ཏུ་བཏང་བ་ཡིན་ནའི་སོ་སོའི་ཁྱིམ་ཚང་ནང་ལོག་ལ་ཁྱེད་རང་ཚོ་བོད་སྐད་རྒྱབ་ད་ཨེ་ནི་ཁོ་སྤུ་གུ་ཚོ་རང་བཞིན་གྱི་བོད་སྐད་ཅིག་གོ་ཀློག་ལ་འཇགས་འགྲོ་གི་རེད་བ། ཡང་ས་ཆ་ཁ་ཤས་ལ་ཡང་ང་དེ་འདྲའི་གོ་མྱོང། ཅིག་ཁྱིམ་ཚང་ནང་ལ་ཡང་སྤུ་གུ་ཚོས་ཅིག་དབྱིན་ཇི་བདེ་བོ་སྦྱོང་ཡག་གི་ཆེད་དུ་དམིགས་བྱས་ཁྱིམ་ཚང་ནང་ལོགས་ལ་དབྱིན་ཇི་སྐད་རྒྱབ་བསྡིག་གི་ཟེར་དེ་འདྲའི་ང་དེ་འདྲ་གོ་སོང། དེ་ཡག་པོ་ཡོག་མ་རེད་ཤེས་སོང་ཨ། བཞུགས་སྒར་སྤུ་གུ་ཚོ་ཨིན་ག་ལི་ག་ལི་རེད་ཨ་ཨོ་ད་ཕ་མས་དྲིན་ཆུང་བཏང་ཆགས་སམ་ཅིག་དྲན་གི་གདའ། ཤེས་སོང་ཨ་ས་དེ་འདྲ་ཡིན་དུས་རྩ་ནས།

སོ་སོའི་ཐུན་མོང་མ་ཡིན་པའི་དང་སྐད་ཡིག་དང་རིག་གཞུང་གི་ཐོག་ནས་མི་རིགས་འདི་ཚུགས་ཡོད་པ་རེད། ཨ་མདོ་ལུང་པ་སྦྲགས་མི་འདྲ་ལ་ཡ། Indigenous Peoples། ཟེར་ནས་གདོད་མའི་མི་རིགས་ཟེར་ནས་བཤད་བསྡད་དེ་ཚོའི་གྲས་མང་པོ་གཅིག་གིས་སོ་སོའི་སྐད་ཡིག་སོ་སོའི་ཡིག་གི་མི་འདུག་ག། འདི་དཀའ་ངལ་ཞེ་དྲག་རེད་ཤག།

དེ་སྔ་ད་བོད་བོད་པའི་སྐད་ཡིག་བེད་སྤྱོད་བྱས་པའི་ད་ག་ད་ག་སོག་རེད་ཅིག་ཤེས་ཡོན་སྡེ་ཚན་ནང་ལོག་ལ་བོད་ཡིག་ཧ་ལས་པའི་ད་ཚད་ཐོག་རེད་ཤག་ད་དེ་སྔ་བོད་ཡིག་ནང་ལོག་ལ་ཡ་ཅིག་བེད་སྤྱོད་བྱས་པ་མེད་སྡེ་པའི་དེང་དུས་ཀྱི་ཤེས་ཡོན་གྱི་སློབ་ཚན་དེ་ཚོ་སྤྲད་དེ་བོད་ཡིག་ཡར་རྒྱ་ཕྱིན་ཡོང་མ་རེད།